དཔེ་བཞག་པས་ན། ད་ང་རང་ཚོ་ཚང་མ་འདུག་འདི་ལབ་ཀྱི་ཡོད་ར་ཨོ་ཡེ་ཁྱོད་དགའ་བ་ཡོད་ལབ་འདི་སྐབས་སུ་ལ། ང་འདི་ལ་ཡོད་ལབ་ཀྱི་ཡོད་ར། འོ་ང་འདི་ལ་ཡོད་ལབ་པའི་ང་འདི། ག་རེ་རེད་ཡ། ང་འདི་ལ་ཡོད་ལབ་པའི་ང་འདི་གང་རེད་ད་ཁྱོད་བརྟག་དཔྱད་བཏང་དང། ང་འདི་ལ་ཡོད་ཟེར་པའི་ང་འདི་ག་རེད། ཁྱོད་རང་གི་མགོ་ནི་རྐང་པ་བར་དེ་ང་འདི་ང་རེད། རྐང་པ་འདི་ང་རེད་ཡང་བས་ན་ལག་པ་འདི་ང་རེད། མགོ་བོ་འདི་ང་རེད་ག་རེ་རེད་ཡ། གཟུགས་པོ་འདི་ང་རེད་སྐྱེས་པ་འདི་ང་རེད། རྐང་པ་གཡས་ང་རེད་རྐང་པ་གཡོན་ང་རེད་རིག་པས་དཔྱད་ཅིང་བརྟག་ཅིང་དཔྱད་ད་ཡ། རེད་བ། དུག་ཅིང་བརྟག་ཅིང་དཔྱད་དུས་ཤ་རུས་པགས་པ་འདི་ག་ཤ་དང་རུས་པ་པགས་པ་འདི་ཚོ་ག་རེད་ང་རེད། གང་ཡང་ང་མ་རེད། རེད་བ། འདི་ཚང་མ་ང་ཟེར་ན་ལབ་ཐུབ་གི་མ་རེད།

ད་སེམས་ད་ང་གཟུགས་པོ་འདིའི་སྟེང་ལ་ང་དེ་རྙེད་ཀྱི་མེད་ན་དགྲ་བགེགས་སྦྱོར་གྱི་མེད་ན་ད་སེམས་འདིའི་སྟེང་ལ་ད་ང་དེ་རྙེད་རྩ་ཁ་འགྲོ་གི་དུས་སེམས་འདིའི་སྟེང་ལ་ང་ཟེར་དེ་རྙེད་ཡོད་མ་རེད་རྙེད་མེད་ཡོད་དུས་སེམས་འདི་ཡང་ངོ་བོ་སྟོང་པ་དེ་སེམས་འདི་ལ་ང་མེད་ང་མེད་ས་སེམས་འདིའི་སྟེང་ལ་བདག་མེད་གང་ཟག་གི་བདག་དེ་མེད་རེད། དེ་ན་ལུས་དང་སེམས་གཉིས་ཀའི་ཐོག་ནས་ཨ་ནི་རིག་པའི་རྟགས་ཅན་སྐྱེ་ཡོང་དུས་ཆ་ཤས་སོ་སོ་ཤེས་ནས་རང་ལ་པའི་བཞི་པོ་ཟབ་མོ་ཅན་རྟགས་ཅན་སྐྱེས་ནས་འགྲོ་ཡོང་དུས་ཨ་ནི་ང་ཟེར་དེ་ག་བ་ལ་ཡང་རྙེད་ཀྱི་ཡོད་མ་རེད། གཉིས་ཀའི་མན་ན་དེ་ནི་ང་དང་བདག་ང་འདི་ལ་ཡོད། བདག་འདི་ལ་ཡོད་ཟེར་བ་ལབ་པའི་རྒྱུ་མཚན་ག་རེ། ལུས་པའི་རྒྱུ་མཚན་ནི་ག་རེ་ཟེར་ན་ང་རང་ཚོ་ད་སྤུ་གུ་ཆུང་ཆུང་ནས་ད་ལྟ་སྐབས་སོགས་ལ་ཡོང་བ་དེ་ལ་ཨ་ནི་ག་ནས་ཟེར་ན་ཕུང་པོ་ལྔའི་ཚོགས་པ་རོ་གཟུགས་ཀྱི་ཕུང་པོ་ཚོར་བའི་ཕུང་པོ་འདུས་བྱས་ཕུང་འདུས་བྱས་ཕུང་རྣམ་པར་ཤེས་པའི་ཕུང་པོ་ལྔའི་ཚོགས་པ་འདི་ཚོགས་ཙམ་དེ་ལ་དེ་ནི་ང་རང་ཚོ་མིང་ག་རེ་བཏགས་ཤ་རེ། ང་ཟེར་མིང་བཏགས་ཤ་རེ། རོ། བུ་མོ་ལྔའི་ཚོགས་ཙམ་འདི་ལ་ཁྱོད་རང་རེད། འདི་ང་རང་རེད་ང་རེད་ལབ་བཞག་རོ། བུ་མོ་ལྔའི་ཚོགས་པ་འདི་ཙམ་ཚོགས་པ་འདི་ལ་ང་སེམས་མིང་བཏགས་རེད་འདི་ཡང་མིང་བཏགས་པ་ཙམ་རེད་མ་གཏོགས་དངོས་པོ་ངོ་ནས་སྒྲུབ་པ་ཅིག་ཡོད་རེད་ཡོད་མ་རེད། རེད་བཏགས་ཤིང་བྱས་ན་འགའ་ཡང་རྙེད་ཀྱི་ཡོད་མ་རེད། བྱས་ཀྱང་གང་ཟག་གི་བདག་མ་གྲུབ་པ་སི་ལའི་འདི་རེད་རྒྱུ་མཚན་དེ།

བཞག་པ་དེ་ལ་གང་ཟག་གི་དམ་པའི་སྒོམ། ལྟ་འདི་ཡང་དང་ཡང་དུ་སྒོམ་ཡང་དང་ཡང་དུ་རིག་པས་དཔྱད། ཡང་ཡང་དུ་རིག་པས་དཔྱད་དག། ཐ་མ་མ་རྙེད་པའི་ཐ་མའི་ངང་དང། ཆོས་ཉིད་ངང་དང་མ་གྲུབ་པའི་ངང་ལ་དེ་ནི་སེམས་བཞག་བོལ་ཤིག་ཀྱེ་ལྷོད་ལྷོད་བཞག་པ་དེ་ལ་གང་ཟག་གི་དམ་པའི་སྒོམ། ལྟ་འདི་ཡང་དང་ཡང་དུ་སྒོམ་པ་ལ་དེ་ནི་ཨ་ནི་གང་ཟག་གི་དམ་པའི་ཆོས་དེ་དངོས་གནས་དྲངས་ནས་གྲུབ་པ་མི་འདུག་ཡུལ་དངོས་ནས་མིང་བཏགས་པ་ཙམ་གྱིས་རེད་འདུག་ཟེར་ནས་དེ་ནི་ཧ་གོ་ཡོང་དུས་དེ་ནི་གང་ཟག་དང་མོ་དེ་རྟོགས་ཟིན་ལགས་ཀྱི་རེད།

དེ་ལ་བརྟེན་པའི་ད་གཞན་ཕ་རོལ་པོ་ཅིག་འདུག་ཟིན་སླེ་ཡོད་རོགས། ད་གཞན་ཕ་རོལ་པོ་ཅིག་སླེབས་ཚར་བའི་རྗེས་ལ་ཨ་ནི་ང་དང་ཁྱོད་ཟིན་ཏེ་འབྲེལ་བ་ཆགས་ཚར་རོགས། ང་ཡག་པོ་ང་ང་ཞི་བོ་ཡིན་ལ་ཡིན་རང་ཁྱོད་སྡུག་ཅག་ཁྱོད་གུས་མི་གང་ཡག་པོ་མར་ཟིན་ན་དེ་བདག་གཞན་གཉིས་ཀྱི་འབྲེལ་བ་ཆགས། དེ་འབྲེལ་བ་ཆགས་པའི་ད་འཛིན་པའི་སྟོབས་ལ་བརྟེན་ནས་ཨ་ནི་ཉེས་པ་ཐམས་ཅད་ཡོང་གི་རེད། ད་ཡག་སྡུག་གི་ཉེས་པ་ཐམས་ཅད་དེ་ལ་བརྟེན་འབྱུང་གི་ཡོད་རེད་གསུངས་ཡོད་རེད།